ད་དུང་འཛམ་གླིང་འདི་ག་ལ་འདི AI གི་སྒོ་སྦྱོང་བརྡ་སྤྲོད་སྟངས་ཡོད་རེད་ཀོ། འདི་གཙོ་བོ་འདི Neural Network ལབ་དུས་ང་ཚོས་དབང་འཛིན་ཚན་རིག་གི་ཐབས་ལམ་གྱི་འགྲོ་སྟངས་ལ་བལྟས་ནས་ཨ་ནི་གཅིག་གཙོ་བོ་གཙོ་བོ་དེ་ད་ང་ཚོས་ཐག་གཅོད་ཟེར་ནས་འདྲ་ཧ་གོ་ཟེར་ནས་འདྲ་དོན་འདྲི་གི་བྱེད་སྟངས་ཀྱི་ཁོ་ལམ་ལུགས་ཀྱི་འདི་ཨང་རྩིས་གང་ནས་གཏན་ལ་ཕབ་བྱས་ཨ་ནི་གློག་གི་ནང་ལ་སློབ་སྦྱོང་སྤྲོད་སྟངས་ཅིག་ཡོད་རེད་ད་དཔེར་ན་ང་ཚོའི་འགྲོ་ན་ད་ལྟ་བར་ད་ཁེ་བཟང་རང་ང་ཚོས་ཀྱི་འདི་གར་ཚུགས་པ་རེད། སྨོན་ལམ་མེ་ལོང་སྒྲོག་ཅེས་བྱ་བྱ་བ་ནི་བོད་ཡིག་གི་ཚིག་གི་ཆ་ཤས་ཐེར་འབུམ་བཅོ་བརྒྱད་ཅིག་གི་སྐོར་སློབ་སྦྱོང་སྤྲད་ནས་དེ་བྱེད་དུས་གོ་གི་དེ་སྦྱོང་བརྡར་དེ་ཚང་མ་ལ་ལ་ནི་གོ་བྱེད་ཀྱི་འབྲེལ་བ་བཏགས་ཡ་ཅིག་རེད་དེ་རྩིས་བརྒྱབ་ནས་ཐ་མ་སྔ་མ་དེ་དག་ང་རང་ཚོ་དེ་བཟང་སྤྱོད་དང་ཁ་རས་མ་གོ་ཁ་རས་ལབ་ན་མ་ལབ་ན་མཐར་གཏུགས་ན་གོ་དེ་ཨང་རྩིས་ཀྱི་ལམ་ཐག་གཅོད་བྱེད་དགོས་ཀྱི་ཡོད་རེད།

ཁོ་རང་ལྷན་སྐྱེས་ཀྱི་བཟང་སྤྱོད་ཟེར་རོ་དེ་འདྲའི་གལ་ཡོད་མ་རེད་དེའི་ཕྱིར་དུ་ད་དེ་ག་འདྲས་སུ་བཟོ་དགོས་པ་ཡོད་མེད་དེ AI གི Algorithm ཟེར་ན་ཁོ་རྩ་བའི་གི་སྒྲོམ་གཞི་གི་ཨང་རྩིས་ཀྱི་འགྲོ་རིམ་དེ Neural Network གི་འགྲོ་སྟངས་གཅིག་པོ་གི་ཕན་ཐོགས་ཨ་ཡོད་བསམ་བསམ་འགྲོ་བཞིན་འདུག་ད་སྡུག་སེམས་མ་ཟོས་ལྟས་བུ་ནོར་བ་ད་ང་ཚོའི་ནང་ཆོས་ཀྱི་འགྲོ་སྟངས་འགྲོ་བཞིན་ནོར་བ་ཡིན་ན་ནང་པར་ཤ་ཞག་ན་སྤྱོད་འཇུག་ཆེན་མོ་གཅིག་པོ་འགྲིག་གི་རེད་དེའི་གི་བཟང་སྤྱོད་ལ་ཁོང་མ་ཆོས་ཀ་ཁའི་གལ་ཡོད་མ་རེད་ཡིན་ན་འཛམ་གླིང་སྤྱི་ལ་ཁོ་བཟང་སྤྱོད་ཟེར་དེ་གཏན་ལ་འབེབས་དགོས་གི་ཡོད་དུས་ཨ་ནི་ཁོ་དངོས་གནས་ཚན་རིག་དང་མཐུན་པོ་ཟེར་ནས་མི་འདུག་རྩ་བའི་གི། བདག་གིས་གཞན་བརྟེན་གྱི་ནུས་པ་དང་འདི་འདྲའི་གི་རྟེན་འབྲེལ་རྟེན་འབྱུང་གི་རྣམ་གཞག་ལ་བརྟེན་ནས་བྱས་ན་དེ་འདྲའི་ཆ་ཡོད་ས་རེད་ང་རང་འདུག་འདུག་བསམ་གྱི་ཡིན་ནས་ད་དེ་རིང་དེ་ཁེ་བ་མང་པོ་འཕེལ་ཡོད་ས་ཁོ་རང་ཚོ་གི་བཀའ་སློབ་ག་རེ་གནང་གི་འདུག་དེ་ཉན་ག་འདུག་བཅར་བ་ཡིན། དེ་བཞིན་དུ་ད་ང་ཚོ་དངོས་སུ་ལས་ཀ་བྱེད་ཀྱི་འདི་རེད་པ་གོ་བྱེད་འདུག་མཐར་གཏུགས་ན་ད་ག་རེ་བཤད་མ་བཤད་ཡོད་མ་རེད་མཐར་གཏུགས་ན་ཨང་རྩིས་གང་ལ་འབབ་ཐུབ་ཀྱི་འོ་རེད་ཨང་རྩིས་གང་ཐག་གཅོད་བྱེད་ཐུབ་པ་ཡིན་ན།